གཙོ་བོ་ད་ལན་དུས་ཚོད་འདི་ཕེབས་མི་སྲིད། སྐལ་པ་བཟང་པོ། ཨ་ནི་དེ་འདྲའི་དངོས་གནས་ཡིད་འཕྲོག་པ་ཧང་སང་དགོས་ཡ། ད་ལན་དེ་འདྲའི། ལྕམ་སྐུ་རིན་པོ་ཆེ། ཆིབས་བརྒྱུད་ད་ཐེངས་གཉིས་སུས་ཟེར་ནི་ཞབས་སྲོད་ཁྱོད་རེད། དེ་ཡིན་དུས། ཐོག་མར་ཞབས་སྲོད་དང་པོ་ཉིན་མོ་ལ། དེ་འདྲའི་ང་ཚོ་བོད་རིགས་མི་མང་གི་འདི་ཚུགས་ཀྱི་ཚབ་ཞུས་ནས། ཨ་ནི་ང་ཚོ་གསོལ་འདེབས་ཀྱི་ཞུ་ཡ་རག་གསུངས། གསོལ་འདེབས་ཞུ་བ་བཞེས་གསུངས་ཀྱིས། དེ་འདྲའི་ཞལ་བཞེས་ཐོབ་པ་འདིས་དེ་ང་ཚོ། བོད་མི་ཚང་མས་ཀྱི Swiss ནང་གནས་སྡོད་དང་དེ་ན་ཤི་ཡུ་རོབ་ཚང་མས་ཀྱི་འདི་འདྲའི་ཅིག་མཇལ་ཁ་ཐོབ་ཡ་དང་དེ་ན་ཤི་གསུང་ཆོས་དང་དེ་ན་ཤི་མཉམ་འཛོམས་ཀྱི་འདི་འདྲའི་ཅིག་ང་ཚོ་ཞབས་རིམ་སྒྲུབ་ཐུབ་ཡ་དེ་ཧང་སངས་ཀྱི་སྐལ་པ་བཟང་པོ་དང་ཨ་ནི་དཔེ་མི་སྲིད་གཟི་བརྗིད་ཆེན་པོ་དེ་ཆེད་དུ་བ་མི་མང་ཚང་མས་ཀྱི་མཉམ་ཞུགས་དང་དེ་དང་ཤི་དུས་ཚོད་ཐུང་ཐུང་ཅིག་ན་ལ་འདི་འདྲའི་ཅིག་ང་ཚོས་ཀྱི། ཀུན་དོན་གྱི་བདག། རྗེ་ཡ་ར་ཡ་དང་དེ་ན་ཤིང། དེ་འདྲས་མཛད་ཕྲིན་གྱིས། སྤྲུལ་མཐུ་ཡ་དེ་མི་མང་གི། འཇབ་ཆོག་དེ་མེད་ན། ཨ་ནི་དངོས་གནས་ཁོ་རང། དེས་ཅིག། ཀ་ལས་ཁ་སྒོ་རས་བཟང་པོ་འདུག་དེ་ཡན་དུ་མི་མང་གི། དད་གུས་དང། དེ་ན་ཤིང། བསོད་ནམས་ཀྱི་ཚོགས་བསགས་བྱས། ཨ་ནི་དེ་དང་ཤིང། ང་ཚོ་ད་ལན། སྐབས་བཅུ་དགུ་པའི། འཐུས་མི་ཡོངས་དང། དེ་ནང་བཞིན། དྭགས་ལང་གི་ཞབས་ཞུ་བ། ཨ་ནེ་དམིགས་སུ་བཀར་ནས་དམིགས་བསལ་གྱི། དེ་འདྲའི། ཕྱག་ལས་ཁེ་ལས་པ། ལས་བྱེད་རྣམ་པ་ཚང་མས་ཀྱི་མཉམ་རུབ་ཀྱི་དེ་འདྲའི་ཅིག། དབུ་ནས། ཉིན་མ་མང་པོའི་རིང་དེ་འདྲའི། སྐུ་ལས་གནང་བ་དེ། ཨ་ནེ་ད་ལའི་འབྲས་བུ་དེ་ཡིན་བསམ་གྱི་འདུག། ཨ་ནེ་དེ་བཞིན། ད་ང་ཚོ། ད་ལན། ཀུན་འདུས་ཀྱི་ཆིབས་བསྒྱུར་ཆིབས་བསྒྱུར་ཐོག་ལ། ཨ་ནི་ང་ཚོ་འཐུས་མི་རྣམ་པས་ཀྱི་རབ་དང་རིམ་པ། ཚོགས་འདུ་མང་པོ་ཅིག་མཛའ་གྲགས་ཚོགས་འདུ་ཚོགས་ཡོད་རེད། དངོས་གནས། ཉིན་དང་མཚན་ལ་ནི་རེད་ད་གང་ཅེ། དུས་ཚོད་ཧྲིལ་བོ་ཅིག་བཏང་ཡོད་རེད། དེ་ཡིན་དུས་ད་ལན་འདི་དངོས་གནས་ང་རང་བསམ་པ་ལ། དངོས་གནས་མི་མང་གི། བོད་ཤར་ཕྱོགས་འཐུས་མི་འདི་ཚོ་གི་འཐུས་ཚབ་ཚང་མས་ཀྱི་དངོས་གནས་སྐུ་ལས་ཡག་པོ་གནང་སོང་བསམ་འདི་ངེད་ཀྱི།

དེ་ནང་བཞིན་ད་ལྟ་མང་ཚོགས་ཀྱི་ཞོན་སྐེད་ཀྱི་ནང་ནས Swiss འདམ་ནང་ལོགས་ལ་འཚར་ལོངས་བྱ་ཆོག་ཨ་ནི། ཞི་བདེ་ཚང། འཇིགས་མེད། སྤྱོད་པའི་རྦ་ཀློག། དེ་ནང་བཞིན་རྣམ་རྒྱལ་གངས་ལྗོངས་ཚང་ཚང་མ་ཁོ་ཚོ་དམིགས་སུ་སྐམ་དེ་འདྲས་ཞུ་ཡོད་དེ། ང་ཚོ་དངོས་གནས་ཁོ་རང་གཟི་བརྗིད་ཅིག་རེད་བསམ་ནས་ང་རང་གིས་དེ་དངོས་གནས་དེ་འདྲས་ཅིག་དེ་འདྲས་ཞུ་ཐུབ་ཡ་དེ་དཔེ་མི་ཚེ་ཡག་པོ་ཡོང་ཡག་པོ་དང། ཨ་ནི། དང་དུ་ཡང། ང་ཚོ་གིས་ལོ་ངོ་མང་པོའི་རིང་ཕྱག་ལས་གནང་མཁན། ཚོགས་གཙོ་ཟུར་པ་དང་ཚོགས་གཞོན་ཟུར་པ་ལ་ཆེ་མཐོང་ཞིག་བསྐྱལ་ནས་དེ་འབྲེལ་གྱི་བདེ་འབྲས་ཞུ་དུ་སོང། དེ་ཡང་དངོས་གནས་ཁོ་རང་ཚེ་ང་ཚོ་གི་གཟི་བརྗིད། བོད་མི་མང་སྒྲིག་འཛུགས་ཀྱི་ངོ་བོ་ཐོག་ནས་དངོས་གནས་ཚེ་སྒྲིག་འཛུགས་ཀྱི་དང་ཡག་པོ་ཡོད་ཡང་དང་མ་འོངས་པ་དེ་འདྲས་ཅིག།

བོད་མི་མང་པོ་ཅིག་ཡུ་རོབ་ཁག་ནས་དམིགས་བསལ་གྱིས་ད་ཧྥ་རན་སི་སྦེལ་ཇམ་ཇར་མ་ནི་ཨི་ཏྲ་ལི་ཞོགས་ཀའི་ཕ་ཆའི་དགོང་དག་ཚེས་ལ་ནས་འགྲིག་གི་འདུག་དེ་འདྲའི་ཆུ་ཚོད་དྲུག་བདུན་རེ་འདི་འདྲས་ཅིག་ཕལ་ཆེར་ཁོ་རང་ཚོ་ཨེ་ད་ལས་ང་ཚོ་དམིགས་བསུ་སྐར་འདི་འདྲས་ཅིག་དང་པོ་ཕེས་ཏུ་ན་རེ་དང་པོ་དེ་ལ་ང་ཚོ་གི་སྤྲི་དཀར་ག་ཚད་བཏོན་བ་དེ་ཕ་ཆེན་དྲིན་ཆེ་ད་ང་ཚོ་ཕྱི་ལོག་ལ་ཅིག་མི་ཅིག་ལྷག་ན་ཡག་པོ་མི་འདུག་བསམ་ནས་རུ་བ་ང་ཚོ་གི། འཛིན་གྲྭ་ཉིས་སྟོང་དྲུག་བརྒྱ་ཅིག་དེ་འདྲས་ཐོན་ཡོད་རེད་བ། དེའི་བསྡུར་བ་དེ་ཚོ་ཡང་ཚང་མ་གྲིབ་རྗེས་ཁོ་རང་ཚོར་མི་གཅིག་ཕྱི་ལོག་མ་ལགས་པ་དེ། ང་ཚོ་སུ་ཐོ་ཡག་དེ་དཔེ་མི་སྲིད་ཡག་པོ་བྱུང་སོང་ལབ་ནས་རེད་བ། ང་ཚོ་ལས་ཀ་བྱེད་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡོད་དེ། ད་ང་ཚོ་མི་རབས་རྒན་པ་དེ་དཔེ་མི་སྲིད་རྩ་ཆེན་པོ་རྩིས་བྱས་ཁོང་རྣམ་པས་གི། ཕྱག་ལས་ཞེའུ་ཅིག་ཡག་པོ་གནང་ཡོད་རེད་ཨེ་ད་ལས་སྒྲིག་འཛུགས་ལྷ་ཐག་ཐག་ཅིག་བོད་རིགས་མི་མང་གི་དེ། སུའེ་ཟི་ཁའི་དེ་མ་ཞུས་ན་འགྲིག་གི་མི་འདུག་དེ་ཡིན་དུ་མི་རབས་རྒན་པ་ལ་ཐུགས་རྗེ་ལེགས་འབུལ་ལབ་ན་རེད་དགའ་སྣང་ལབ་ན་རེད་ཨ་ནི་མི་རབས་རྒན་པ་གིས་ལམ་སྟོན་ཞིག་ཟུང་བྱས་ནས་ད་གང་ཡིན་ཁོང་ཚོ་མི་རབས་རྒན་པ་ལ་དམིགས་སུ་བཀར་ནས་མི་རབས་རྒན་པ་དང་ཨ་ནི་ཅིག་རོལ་སྟུལ་ག་ལ་ཅིག་ནད་པ་ཡིན་ན་རེད་དེ་འདྲ་དོན་གཟོ་ལ་དམིགས་སུ་བལྟ་ནས་དེ་འདྲས་ཅིག་ལག་པ་གཡས་པ་ཕྱོགས་ལ་ཨ་ནི་ཚང་མ་ཅིག་དེ་འདྲས་ཞུགས་ཐུབ་ཡ་དེ་ཨ་ནི་དངོས་གནས། བརྩམ་རྒྱུད་རིན་པོ་ཆེ་ལ་གུས་ཞབས་ཚད་དུ་ལྡན་པའི་དེ་གུས་རྩི་གཅིག་བྱས། ཨ་ནི་དགེ་འདུན་པ་རྣམས་ལ་ལག་པ་གཡས་པ་ལ་ཁོང་རྣམ་པ་ཚང་མ་ལ་འཛིན་བྱང་བཅས་མེད་པའི་ཐོག་ནས་དེ་འབྲེལ་གྱི་དུས་དུས་སུ་ལ་ནེར་བ་དེས་ངས་ཐུགས་རྗེ་ཆེ་ཆེན་པོ་ལྷག་མ་མི་མང་ཚང་མ་ལ་ཐུགས་རྗེ་ཞུ་གི་ཡོད། ད་ཐེངས་སྐད་ཅིག་མང་པོ་ཆགས་སོང་ཁ་སང་ལ་ཟློས་གར་གྱི་སྐད་ཆ་དེ་ཐེངས་གཅིག་མ་རིན་པོ་ཆེ་ལ་གི་འདུག་བ་དེ་འདུག་བ་ལ་ཁོང་རང་ཚོ་གྲ་སྒྲིག་བྱས་ཡ་ཐེངས་གཅིག་འགོར་གི་འདུག། དེས་ན་ད་ལན་དུས་ཚོད་ཐུང་ཐུང་ཞིག་ནང་ལ་དེ་འདྲས་བྱས་འདུག་པ་ལ་དངོས་གནས་ལ། ང་ཚོ་འཐུས་མི་རྣམ་པ་ཚང་མ་རེད་དེ་ནང་བཞིན་འཇུག་ལས་ང་ཚོ་ཉིན་མཚན་རྒྱུགས་བྱས་དངོས་གནས་ཅིག་སོ་སོ་གི་གཏམ་བཤད་ཡིན་ན་རེད་འདུག་ཚོ་ལ་དངོས་གནས་གྲ་སྒྲིག་བྱས་གོ་བབ་བཅས་མེད། ཡིན་ན་ཡང་ད་ལྟའི་རྒྱ་བོད་རིན་པོ་ཆེ་གཟི་བརྗིད་ཀྱི་དབང་ཐང་དང་ཁོང་གི་བྱིན་རླབས་དེ་ཚོ་ལ་བརྟེན་ནས་ང་ཚོ་འདི་རང་བཞིན་གྱིས་འགྲོ་གི་ཡོད་བ་དེ་མི་མང་གིས་དངོས་གནས་ཁོ་རང་ཐུགས་སྣང་གནང་གི་རེད་བསམ་གྱི་འདུག་ང་རང་རེད་བ། ཨ་ནི་གཙོ་བོ་ད་ད་ལན། ང་ཚོ་གི་ཁང་དཔེ་གི་རྟ་གཅིག་འབྲོག་སོང་རྫུ་དཔེ་ཆེན་པོ་རེད་རྩིས་འདུས་པ་གཅིག་སྙིང་འདུས་བྱེད་དེ་ཀློག་ཡིན་རེད་བ་ཞིབ་ཕྲ་འདི་ད་ལྟའི་ད་ལྟ་ཉིན་གུང་རྒྱབ་ལོ་ལ་ཨ་ནི་ང་ཚོ་གི་ས་གནས་རང་རང་སོ་སོ་གི་ཚོགས་ཆུང་གི་ཞལ་འདེབས་ག་ཚད་བྱུང་བ་དེ་ནང་བཞིན་ས་གནས་སོ་སོ་གི་ད་སྔ་ལོ་ལ་གཞུང་འབྲེལ་མ་ཡིན་པ་ཚོགས་པ་གཅིག་བསྡུ་གནང་པ་ཡོད་རེད་དེ་ཡི་གི་ཡང་ཁུར་ག་ཚད་བྱུང་བ་དེ་འདྲས་གཅིག་བྱེད་མ་བྱེད་བཞིན་ཚང་མ་གཅིག་དེ་འདྲས་ཀློག་ཐུབ་པ་ཤུགས་རྒྱབ་ཀྱིན་ཡིན་རེད་བ། ཨ་ནི་གཙོ་བོ། ད་ད་ལན། ང་ཚོ་གི། ཁང་པའི་གི་ད། ལས་ཀ་བྱེད་ན་རེད Technical རིག་པ་ལས་ཀ་བྱེད་ངེས། དེ་ན་བཞིན་མི་མང་པོ་ཅིག་ལས་ཀ་བྱེད་ངེས་རེད། ཆུ་ཚོད་སྔོན་བཤད་ཆུ་ཚོད་བཅུ་གཉིས་བར་འདུག་རེད། ཡིན་ན་ཡང་ད་ང་ཚོ་གི་དངུལ་ལ་ཅེས་མ་བལྟས་ནས་རུ་བ། ཆུ་ཚོད་གསུམ་རིང་ག་ལ་དངུལ་འགྲོ་སོང་ག་ཚད་འགྲོ་ན་འགྲོ་འགྲོ་ན་འགྲིག་གི་རེད། མི་མང་ཚོ་ད་ལན་དངོས་གནས་ཧང་སང་ཡག་གི་དེ་འདྲའི་དགའ་སྟོན་སྲུང་བརྩི་དེ་དངོས་གནས་སྐྱིད་པོ་ཡོད་ལ། དེ་འདྲའི་ཆུ་ཚོད་གསུམ་ཅིག་མ་མནར་བྱས་རུ་བ། ཨ་ནི་ཞལ་ལག་ནི་ཕྱི་ལོག་ལ། དངོས་གནས་ཁོ་རང། ང་ཚོ་གི་བོད་ཟས་ལབ་ནས་རེད་རྒྱ་ཟས་ལབ་ནས་རེད་ག་རེ་ཡོད་ན་དེ་འདྲའི་ཆོས་ཡག་གི་དེ་འདྲས་ང་རང་ཚོ་ཅི་ཐང་ཧ་ལས་ཁོ་རང་ཚོ་རང་གི་ཚོང་འདི་ཁོ་རང་ཚོ་རེད་ང་ཚོ་ལ་ཐོབ་མ་སོང་ཡིན་ནའི་ང་ཚོ་གི་ང་རང་ཚོ་ཐོག་ནས་ཅིག་ཅིག་བསྐྲུན་ཐུབ་ཡག་ལ་ཤུགས་ཞེའུ་རྒྱབ་ཡིན་རེད་བ་དེ་ཁོ་རང་ཚོ་ཚོང་ལས་གི་འགྲོ་སྟངས་ཞིག་རེད་ཤག་དེ་འདུག་ག་ལ་ཡིན་ནའི་ཁ་ལག་གདམ་ཀ་འདི་ང་ཚོ་ལ་ཡོད་འདུག་ག་ལ་ང་ཚོ་བོད་པའི་གི་ཁ་ལག་ག་རེ་དགོས་བ་དེ་ཞིག་སོང་ཅིག་བཟོས་རོལ་གནང་ང་ལ་ནི་རེད་བ་དེ་ངག་ཡོད་ཁྱེད་ངག་དུ། ནས་བྱ་ནི། རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། གང་ནི་བོད་མི་ཡོངས་རྫོགས་ཀྱི་སྐྱབས་མགོན། གང་ནང་བཞིན་ཧི་མ་ལ་ཡའི་རི་རྒྱུད་ཡོངས་རྫོགས་ཀྱི་དགོན། དཔུང་བླ་ན་མ་མཆིས་པ། ད་རེངས། ཀུན་སྙུང་ཞི་ཁྲོའི་བཤད་དེ། སྨན་བཅོས་ཡག་པོ་ཞུས་བྱུང་བ་དེ། བཀྲ་ཤིས་ལོ་ལེགས་ངང་བྱུང་བ་དེ། ང་ཚོ་ཚང་མས། སྐལ་པ་བཟང་པོ་ཞུས་བྱུང་བ་དང་བཀའ་དྲིན་ཆེ་ཞུ་ཡས་ཡིར་བ། ད་དེར།
སྤྱི་ཡོངས་ཀྱི་ང་རང་ཚོ་ལོ་གཅིག་གི་ནང་ལ་གཞས་པོ་སུམ་བརྒྱ་དྲུག་བྱས་ཡོད་རེད། ང་ཚོ་ལོ་གཅིག་གི་ནང་ལ་གཞས་པོ་སུམ་བརྒྱ་དྲུག་བྱས་དེའི་ནང་ནས་དེ་རིང་གི་ཉི་མ་དེ་ནི་གཞས་པོ་སུམ་བརྒྱ་ལྔ་བཅུ་ང་རྒྱལ་དུ་ཆུ་འདོན་པ་ཡིན། དེ་རིང་གི་ཉི་མ་འདྲ་བོ་དཀའ་ལས་ཁག་པོ་རེད། ད་ནི་རྒྱལ་བ་རིན་པོ་ཆེའི་དགོངས་ལུགས་བབས་དང་ཞེས

སོ་སོ་གི་སྒྲུབ་ཡོད་བསམ་ནས་རེ་བ་མི་དམངས་ཀྱི་སྨོན་འདུན་དེ་ཡག་པོ་རེ་བ་ཡིན་པ་ནང་བཞིན་གྱི་ང་ཚོ་གི་དེ་ནི་དེ་འདྲའི་གཅིག་མཐུན་དུ་སོང་ལ་འདི་གཅིག་ཞུ་གི་ཡོད། སྟེས་དབང་གི་ཆ་ནས་ང་ཚོ་གི་གསོལ་འདེབས་ཞུ་བ་གཞི་སོང་གི་ཐེངས་མ་དང་པོ་གི་སྤྱི་འདུས་ཆབ་ཁོང་གསར་བྱམས་ཀུན་ཆེན་པོ་གི་ཆིབས་བརྒྱུད་བཅངས་འདུག་ག་ལ་ང་ཚོ་གསོལ་འདེབས་ཅིག་ཞུ་ཡས་རག་པའི་གཞི་སོང་གི་ཨ་ནི་དེ་འདྲའི་གོང་ས་མཆོག་ནས་ཞལ་བཞེས་ཐོབ་རེད་རེ་བ་ཨ་ནི་དེ་ཡིན་འདུག་ག་ལ་ང་ཚོ་གི་ད་དུས་ཚོད་ཐུང་ཐུང་ཞིག་ན་ལ་དེ་འདྲའི་ཅིག་དུས་ཚོད་དེ་ཡང་ཏིས་ཅེས་འཕར་འགྱངས་རེ་ཆགས་སོང་རེད་བ། དེ་ཡིན་འདུག་ག་ལ། ང་ཚོ་དུས་ཚོད་དེ་མ་གཅིག་འཕར་འགྱངས་ཆགས་འདུག་ག་ལ་ད་ང་ཚོ་གི་དུས་ཚོད་ཀྱི་ནང་ལ་ད་དཔེ་ཐུང་ཐུང་ཅིག་འདུག་ག་ལ། ང་ཚོ་གི་གྲ་སྒྲིག་དེ་ད་གང་ར་ཐོག་ནས་ད་གང་བྱེད་ཅིག་ང་ཚོ་གི་གཏན་འབེབས་བྱེད་ཡ་ཚང་མ་སྤྱི་མོས་དང་མང་མོས་གོ་ལ་སྒྲོག་བྱས་རེད་བ། ཨ་ནི་ང་ཚོ་དེ་འདྲས་ཅིག་གྲ་སྒྲིག་བྱེད་ཡ་ད་དེ་འདྲས་དུས་ཚོད་ཐུང་ཐུང་ལ་ཁང་པ་དེ་རག་བས་ཀྱི་དངོས་གནས་ཁོ་རང་ཧང་སངས་ཀྱི་ང་ཚོ་དཔེ་མི་སྲིད། བྱས་རྗེས་ཆེན་པོ་ཅིག་རེད་བསམ་གྱི་ཡོད། ཨ་ནི་དེ་ཡིན་འདུག་ག་ལ། ད་ལན་དེ་འདྲའི་དུས་ཚོད་ཐུང་ཐུང་ཞིག་ན་ལ། འདྲ་ཞིག་ན་འཛིན་བྱང་ཞིག་ན་རུ་བ། ཉི་མ་གཅིག་གིས་ཐོགས་ཡོད་མ་རེད། ཆུ་ཚོད་བཅུ། དགོན་བདག། ཉིན་གུང་ཆུ་ཚོད་གཉིས་པ་ནས་བརྩིས་འདུག་ག་ལ་ཞོགས་ཀའི་ཆུ་ཚོད་བཅུ་གཅིག་ལ་ཀི་ཀ་འཛིན་བྱང་ཚང་མ་བྲིམས་ས་རེད། དེ་ཡིན་འདུག་ག་ལ། མཐའ་མ། གཉིས་པ་དེ་ལ། ང་ཚོ་གི་འཛིན་བྱང། ཉིས་སྟོང་དྲུག་བརྒྱ་ཞིག་སྟོན་དགོས་ཐུག་རེད། དེ་ཡིན་འདུག་ག་ལ་ང་ཚོ་ཕ་ཆེན། ཉི་ཟླ། གཅིག་ཁྲི་སུམ་སྟོང་ནས་ཕ་ཆེན་བཞི་སྟོང་སོགས་དུ་ཞབས་སོད། ཁ་ཆེན་འཁོད་པའི་རྟ། རྟ་ཅིག་སོ་སོ་གི་ཚོ་བག་ཅིག་བྱ་གི་ཡོད་རུ་བ། དེའི་འདུག་པ་ལ། རྟ་ཆུང་ཡོང་ཆ་ནི་རྟ་གང་ཅིའི་ངོ་མཚོ་གི་དངུལ་རྩིས་དང་དེ་ནང་བཞིན་ཞི། ཅིག། སྙིང་བསྡུས་ཅིག་དེ་འདྲའི་ཕུལ་ཡོད་རུ་བ། ཨ་ནི་མི་མང་ཚོ་གི་དཔེ་མི་སྲིད་དེ་ན་རྒྱབ་སྐྱོར་ཤུགས་ཆེན་པོ་ཅིག་བྱ་འདུག་བ་ལ། ཞལ་འདེབས་ཡང་ག་ལ་གང་འཚམས་དེ་འདྲ་བྱུང། ཡིན་ན་ཡང་ང་ཚོ་གཙོ་བོ་ང་ཚོ་ད་ལྟ། བརྟན་བཞུགས་ཀྱི་ཞལ་འདེབས་དེའང་ཁ་ཁ་རེད། དེ་ཡིན་དུ་བརྟན་བཞུགས་དེའི་ཞལ་འདེབས་དེའང་ཚང་མ་རྒྱ་བོད་རིན་པོ་ཆེ་གི་ཐེབས་རྩ Foundation ཡ་བུ་ཡ་བྱས་ཚིག་ཐོ་དེ་ང་ཚོ་ཀློག་གནང་རེད་བ། ཨ་ནི་དེ་འདུག་ག་ད་ང་ཚོ་མི་མང་གི་དངོས་གནས་བསམ་དོན་འགྲུབ་པ་ནང་བཞིན་གྱི་ཨ་ནི་དངོས་གནས་སྐལ་པ་བཟང་པོ་དེ་འདྲའི་གྱི་དུས་ཚོད་དེ་འདྲའི་ཐུང་ཐུང་ཞིག་ན་དེ་འདྲའི་གྱི་རྒྱ་བོད་རིན་པོ་ཆེའི་ཐེབས་རྩ་གཉིས་དེ་འདྲའི་གྱི་ཞབས་སོའི་མཁོ་བའི་གྱི་རེད་བ། ཨ་ནི་སྨན་བཅོས་དེ་ཚོ་ལེགས་འགྲུབ་ཆགས་ཀྱི་ད་ད་ས་གཉིས